ང་སྒྲུང་རེད་ཚར་རེད། དེ་ནི་ད་བར་དུ་ལྗིད་རྡོབ་མང་པོ་བྱུང་ཚར་བ་རེད་དེ་ཚང་མ་ཞིབ་ཏུ་གོ་ན་ཤི་ཚོད་འོས་ཀྱི་མ་རེད་ཉིན་མོ་མང་པོའི་སྐད་ཆ་རེད། ད་ཡིན་ན་ད་ཞིབ་འདི་ན་སྐབས་བསྟུན་དེ། དང་པོ་དེ་རྒྱ་གར་ནས་ད་ཞིབ་ལས་ཀ་མང་པོ་ཞིག་འདྲ་མི་འདྲ་ལས་ཚར་བའི་གཞུག་ལ་བལ་ཡུལ་ལ་ཡོང་དགོས་པའི་རྒྱུ་མཚན་འདྲ་མང་དེ་ག་རེ་རེད་ཟེར་དུས། དེ། སྤྱིར་བཏང་བོད་ལ་ས་ཐག་རྒྱས་པ་དེ་དེ་སྐད་ཅེས། ཡང་སྒོས་དེ་འདི་ཆང་ཆང་ལ་ད་ཆ་རང་ལོ་ཆོས་ལུགས་གཅིག་པ་ཡིན་མཁན་གྱི་དར་ས་མའི་ཡུལ་སྡེ་བརྒྱག་བསྡད་པ་ཡོད་པ་དེ་སོགས་ལ་དམིགས་གཏད་བྱས་ནས་ཡོང་དགོས་པའི་རྒྱུ་མཚན་གཅིག་དེ་རེད། གཉིས་ནི། རྒྱ་གར་ལ་འདི་ཐོབ་རྒྱལ་ས་པ་གཞི་བཙོག་ནས་བཟུང་ནས་གྲྭ་རྒྱུན་ཁ་ཤས་ཡོང་མཁན་དེ་ད་ཆ་ཆང་ཆང་གི་བོན་པོའི་ཁག་ལས་ཡོང་མཁན་རེད་བློ་དང་དོགས་པོ་འདི་བརྒྱུད་ནས་ཡོང་མཁན་ཤ་སྟག་རེད། ཡིན་ནའང་དེ་ཚོ་ཐམས་ཅད་ཚང་མ་དེ་གཞིས་ཆགས་རེད་ས་ངྷི་ནི་ལོ་སྟོང་ཕྲག་གི་གོང་ལ་ཡོད་བསྡད་མཁན་གྱི་ལུང་པ་རེད། བོན་པོ་རེད། ཡིན་ནའང་སྐྱིད་སྡུག་གི་གནས་སྟངས་འདྲ་མོ་བྱས་ན་སྐྱབས་བཅོལ་པ་འདྲ་མོ་ཟེར་གི་གནས་སྟངས་རེད་མ་གཏོགས་ཟེར་གི་ལུང་པ་སྐྱོ་པོ་རེད། ས་རུ་མཐོན་པོ་རེད། ད་ཕན་ཚུན་གྱི་ད་སོ་འབྲེལ་ཐག་འདྲ་མོ་དེ་ཞི་དྲག་མེད་བཅས། དང་གནས་སྟངས་འདྲ་མོ་དཀའ་ལས་ཁག་པོ་ཡོད་པའི་ལུང་པ་རེད། ཡིན་ན་རང་རང་གི་ཆོས་དང་ལུགས་སྲོལ་དེ་ཧྲ་ཐག་ཐག་བྱས་ནས་བརྗོད་དོན་མཁན་གྱི་ལུང་པ་རྩ་ཆེན་པོ་ཅན་ཡིན་པ་རེད། དེ་ང་རང་གིས་ཧ་གོ་སོང་ང་ལུང་པ་དེ་ནི་སྨད་འགྲོ། ཟེར་སྐད་ནི་མ་གཏོགས་འགྲོ་མ་མྱོང་རེད་དེ་ཡིན་ན་དེ་ཚོ་ཧ་གོ་གི་ཡོད། དེ་བྱས། དེ་ནས་དམིགས་བསལ་གྱི་ད་ལན་ཞོལ་རྒྱུ་ཁོག་ལ་ད་ཅི་སྔོན་མ་ནང་བཞིན་ད་ཞིག་དགོན་སྡེ་བདུན་འདུག་བ། ད་ཞིག་དེ་ག་རེད། དེའི་དགོན་པ་བདུན་པོ་དེ་གའི་དམིགས་བསལ་གྱི་དག་བྱེད་བཀའ་དྲིན་ཆེན་པོ་དེ་ག་རེ་བྱུང་རེད་ཟེར་ན། ཁྲི་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་ང་ཚོ་སྐྱབས་བཅོལ་བྱུང་གི་རེད་སྐྱབས་བཅོལ་བྱུང་ནས་བྱུང་མ་ཐག་ནས་ཚིག་ལུང་ལ་བསླབ་པ་དང། དབྱིན་ཇི་ལུང་པ་ལ་གནས་འཁོད་སོང་པ་རེད་བློ་བཟང་གི་རིང་ལ།

དེ་ག་རེ་རེད་ཟེར་ན་བོད་ཀྱི་སྤྱི་ཚོགས་ཀྱི་སྟེང་ནས་དང་བཤད་རྒྱུ་རྒྱ་ཆེན་པོ་ཞིག་ཡོད་བསྡད་པས་དེའི་ནང་ནས་དུས་རྟགས་དེ་ཁོ་སྨ་ར་འབོད་རྒྱུ་ཟེར་མ་གཏོགས་ཟེར་གི་ལིག་སོགས་བརྗོད་རྒྱུ་ནི་དུས་ན་ཡང་ཡོད་པ་མ་རེད། མི་ཟེར་བས་ད་ཟེར་བོད་དེ་ཚེ་ལ་འཁོད་ཚར་བའི་ཡིག་ཆ་ཐམས་ཅད་ཚང་བ་དེ་ལ་ཡོ་རབ་རེད་ཨ་རི་རེད་ས་ཆ་ག་རེ་ཡིན་ནའང་དེ་ཆོས་ལུགས་ཀྱི་ཡིག་ཆ་འདྲ་མི་འདྲ་མང་པོ་ཟེར་ཡོད་དེ་སོགས་ལ་ད་ཟེར་ཡོད་བསྡད་མཁན་ཞིག་རེད་འདུག། བོན་པོའི་ཡི་གེ་བལྟ་སྲིད་དང་ང་རང་ཡོད་ས་དགེ་ཨིན་ཇི་ལུང་པ་འདྲ་མང་ས་ལས་ཕྱག་བཞག་པ་ཡིན་ན། དང་ས་པོ་ཏི་གཉེན་སངས་སུ་མ་གཏོགས་ཟེར་གི་མི་འདུག་དེ་ལ་ལྟ་རྟོག་བྱེད་མཁན་ནི་མི་འདུག། ལུང་པའི་མི་ཡི་ལབ་གསོལ་འདྲ་མང་དང་ཤེས་རིག་ཡོད་མཁན་ཐམས་ཅད་ཚང་མ་གི་ལབ་གསོལ་འདྲ་མང་དེ་གར་བྱུང་འགྲོ་སྲིད་ན། དེ་ལ་བོན་པོ་ཟེར་མཁན་དེ་ཀླ་ཀློ་དང། མ་རབས་དང། མི་ཤ་ཟ་མཁན་དང་དམངས་གཅོད་འབུལ་མཁན་དང་དེ་འདྲ་ཅུང་ཅུང་མ་གཏོགས་ས་གི་ལིག་གསོལ་རྒྱོབ་མཁན་དང་སུ་སྐྱེ་ཡོད་མ་རེད། མི་འདུག། རྩ་བ་ནས་ནི་མི་འདུག། མི་གསལ་ཏེ། དེ་བོད་རྡོ་རྗེ་དེ་ག་རེ་ཡོད་པ་དེ་མང་བོ་ཆེ་ཤོས་འགའ་ཧ་གོ་གི་མི་འདུག་ནས་རྙེད་དོན་ཡོད་མཁན་ཁ་ཤས་ཁ་ཤས་རེད་མ་གཏོགས་ཟེར་གི་ཞེ་དྲག་ཧ་གོ་གི་མི་འདུག་དུས་སྐབས་དེ་འདྲ་ཞིག་རེད་འདུག་དེའི་ནང་ནས་བོད་པའི་ཚུགས་ལ། ནས་ཡོང་མཁན་དེ་ཚོ་གི་སྐྱེས་འདྲ་མོ་དེ་དེ་ག་ཟེར་གི་རེད་མི་འདུག། ངོས་སོག་གི་མདོ་བྱེ་མའི་ནང་ལ་དང་དྲན་གྲོགས་ཁྲི་ཤེས་ཀྱི་རྐྱེན་བྱས་ནས། འགའ་ཧང་དང་ནག་པོའི་མི་བཙལ་ནས་དེ་ལ་དམར་མཆོད་ཕུལ་དེ་རིགས་ཀྱི་ལོ་ཚོགས་འདུག་དེ་ལྟ་ཚེ་རང་ལོག་དང་གཞན་ལོག་ཧ་མ་གོ་ནི། ཡི་གེ་ནང་ནས་ཡོད་པ་དེ་དཔེ་མ་བྲིས་བཞག་པ་དེ་ཤ་སྟག་རེད་འདུག་དེ་གི་རྐྱེན་བྱས་ནས། ད་བོན་པོའི་མི་མི་ཆོས་མི་གསོད་ནས་དམར་མཆོད་འབུལ་མཁན་ཡོད་པ་དང་དེ་ཚོ་གི་རྒྱུ་མཚན་དེ་འདྲ་མོ་བཤད་གི་འདུག། རྒྱུ་མཚན་མི་རག་རེད་མི་འདུག་རྒྱུ་མཚན་ཡི་གེ་ནང་ནས་ཡོད་པ་རེད། ལོ་རྒྱུས་དངོས་གནས་མ་རེད། ལོ་རྒྱུས་དངོས་གནས་གྲབ་དགོས་ཤོས་ཡོད་ན་ཕོག་ཐོག་ནས་བཟོ་དགོས་པ་རེད་དེ་ཕོག་ཐོག་ནས་ད་ཆ་བྲི་ཤོད་མཁན་དེ་དཀའ་ལས་ཁག་པོ་འདུག་ཡི་གེ་ནང་ནས་ག་རེ་ཁ་ཐུག་ཁ་ཐུག་ལ་ག་རེ་མཐོང་པ་དེ་སྔར་ནས་ད་བར་དུ་ལ་འབྲི་གྲོན་ཏིལ་ཙོང་ཙོང་འདུག་དེ་གི་ད་ཆ་ཞིབ་འཇུག་རེ་ལབ་གི་འདུག་ཞིབ་པ་འཇུག་བྱེད་དེ་གཞུང་ལུགས་ཁོ་རང་ལ་ད་ཆ་གོ་ཆོད་ལས་བྱེད་དང།

ཉི་ཤུ་རྩ་གཉིས། ལྷོད་ནོངས་པ་རེད། དེའི་དགེ། ལྷོད་ཡངས་དེའི་དགེ། ཡོངས་ཁྱད་དཔག་བསྡུ་བྱེད་ཀྱི་མ་རྩ་བཞག་ཤོག་རེད། དུད་འགྲོའི་བྱེད་པ་རེད། དེ། གཞུང་མ། ཕར་ཚུར་བྱས་ནས་ད་སུ་དེ་རྒྱལ་ཁབ། གཞན་པ་ཁ་ཤས་ཕར་འཐེན་སོང་ནས། པོ་ཏི་ཚགས་བཅོ་བརྒྱད་མ་གཏོགས་ཟེར་གི་ལེན་མཁན་ཡོད་མ་རེད། ད་དེ་འདྲ་ཞིག་མ་གཏོགས་གནས་སྟངས་ཆགས་ཡོད་མ་རེད་དེ་ཡིན་ནའང་ད་ཞིག་ག་རེ་བྱུང་ནི་མ་རྒྱལ་ནི་དེ་ཡི་གེ་པོ་ཏི་རྒྱག་ས་ཞིག་གཡག་བཞེངས་པ་དེ་ཤིན་ཏུ་བཀའ་དྲིན་ཆེན་པོ་རེད། དེ་ནས་བཟུང་ནས་ཡི་གེ་དེ་དཔར་བསྡད་པ་ལ་བརྟེན་ནས་ད། བོན་སྦྱོར་གྱི་དེ་ག་རེ་རེད་འདུག་སྔོན་མ་ལབ་པའི་ནང་བཞིན་དམར་མཆོད་འབུལ་མཁན་དེ་དེ་སྔ་ནང་བཞིན་དེ་སླར་ལོག་ད་རེད་མི་འདུག་བསམ་ནས་དོགས་པ་བྱ་རྒྱུ་ཡོད་པ་ཞིག་བྱུང་ཐུབ་རེད། ལྷག་པར་གྱི་དེ་ནས་བཟུང་ནས་ད་ལྟ་དེ་ལ་ད་གཟོད་གཡུང་དྲུང་ལས་མཁན་རིན་པོ་ཆེ་དང་དེ་གའི་དང་ཐོག་ངེད་ཚོ་མེར་མཁན་ཆེན་གསར་པ་བསྐོས་འགྲོ་རྒྱུ་གང་རེད་གསུང་རྗེས་བསྟན་འཛིན་གྱིས་ཁོང་གནང་པའི་བཀའ་དྲིན་ལ་བརྟེན་ནས་མདོ་གཟེར་མེད་ཞིག་གཡར་རྒྱུ་བྱུང་བ་རེད་དེ་བསམ་གླིང་ནས་ཡིན་ན་ཆབ་ཁ་ནས་ཡིན་ན་ག་ནས་ཡིན་ན།

ག་རེ་ཡིན་ནི་མིན་ན་དེ་སོགས་ཀྱི་བཙན་བྱོལ་བྱེད་བཞིན་སྡོད་རྒྱུ་དེ། རྩ་རུག་སོ་གཏུག་གི་རྣམ་ཐར་བཤད་རྒྱུ་ཡོད་པ་ནང་བཞིན་རེད་དོན་དག་མེད་པར་སྐད་ཆ་མང་པོ་བཤད་ནས་ཆོག་མེད་པ་རེད། ད་དངོས་གནས་གྲོ་ནས་ཀྱི་ལག་ལེན་བྱེད་རྒྱུ་ཡོད་པ་དེ་ག་རེ་བྱུང་ནི་པོ་ཏི་རྒྱ་ཁོག་ས་སེ་སེར་མོས་པར་སྐྲུན་བྱེད་རྒྱུ་བྱུང། དེ་ནས་དེའི་ནང་ནས་སྤྱིར་བསྡུས་བྱས་ནས་ནཱ་ཡུང་ཝེ་ལི་སོགས་ཀྱི་བོན་དེ་ཚོས་དབྱིན་ཇི་ལུང་པ་ཨིན་ཇི་སྐད་ལས་བསྒྱུར་བ་བྱུང།

གོ་བདེ་པ་ནང་བཞིན་བྱས་ལ་ཡིད་ཆེས་བྱེད་རྒྱུ་མི་འདུག་བསམ་ན་སྡུག་པ་བྱ་རྒྱུ་ཡོད་པ་ཟེར་དུས་དེ་རུ་བྱང་བུ་རེད། དེ་བྱང་བུ་གི་རྒྱུ་མཚན་འདྲ་མོ་དེ། ད་དྲི་བྱེད་ཤོག་དེ་ནི་གློག་དང་དོག་པོ་གི་ཡིག་ཆ་ཉར་བསྡད་པས་དེ་གློག་སྟོང་ཕྲག་གི་ནང་ནས་སྟོང་ཕྲག་ཆུན་ཕྱེས་ནས་ད་ས་རིམ་པ་བཞིན་དུ་བྱང་བསྡད་པ་རེད་ས་སོག་མ་རེད། དེ་ཡོད་པ་དེ་ལ། བོང་བུའི་ནང་ནས་ད་ས་གཞན་དག་གིས་གྲུབ་མཐའ་གི་ལྷས་ཞོག་བསྡད་པ་འདྲ་མོ་དང་ཁའི་བྲག་ནས་བཅོས་བཞག་པའང་མི་འདུག། བློས་དྲངས་ནས་བཅོས་བསྒྱུར་བྱས་ཀྱང་བག་མི་འདུག། དེ་འདྲའི་ཡིག་ཆ་དེ་ལ་ད་ཆ་ག་རེ་ཡོད་པ་དེ་ལས་ཡིད་ཆེས་མེད་རུང་བར་བྱེད་པའི་ཡི་གེ་མཐོང་བཞིན་འདུག་དེ་འདྲ་ཡིན་དུས། དེང་སང་གི་དུས་ལ་བྱས་པ་ཡིན་ན་དྲག་པོ་མི་འདུག་ལབ་གི་རེད་ཡིད་བཟོ་མི་འདུག་ལབ་གི་འདུག་ཡིན་ནའང་རང་རང་སོ་སོ་ལ་ངོས་ནས་བལྟས་པ་ཡིན་ན་བཀའ་ཁྲི་ཁྱེད་ཤུགས་དང་ཁང་བཙུན་ཤུགས་སུ་རེད་འདུག་དེ་ལ་ད་ཆ་བོན་པོ་གསར་དང་གཉན་དང་ད་ཆ་ཤེས་དང་མ་ཤེས་དེ་གང་གིས་ལྷད་མ་བཞག་པའི་ཆེད། བྱུང་ཁོངས་གང་ནས་འབྱོར་བ་ཡིན་ནའང་དེ་ག་ནང་བཞིན་དུ་ཨུ་ཐུབ་མི་ཐུབ་བརྟག་ནས་སྲུང་སྐྱོབ་བྱས་ཏེ་མི་ཟེར་རེད་འདུག་ཤིན་ཏུ་ཉལ་སྟངས་ཡག་པོ་ཟེར་རེད་འདུག་བསམ་ནས་གཞི་རྒྱ་ཐམ་པ་ཡོད། བོན་པོའི་ནང་ནས་དག་ཞིག་ད་ལྟ་ང་མ་རེད་བར་དུ་ལ་ལ་གཅེས་སྤྲས་བྱས་ནས་ཡར་འདེད་མཁན་དེ་ནི་ལུང་པ་ཆུང་ཆུང་ཞིག་རེད། དེ་ལ་འགྲུལ་འགྲོ་མང་པོ་མེད་པའི་ཕྱིར་གོ་རྒྱུ་མང་པོ་མེད་པའི་ཕྱིར། རང་རང་སོ་སོའི་དག་ཞིག་ད་ལྟ་སྔོན་མ་འདྲ་མོ་ཞིག་ཡིན་གྱི་ཡོད་ན། ལོ་གཅིག་ལ་ཟླ་བ་བཅུ་གཉིས་རེད།

ཡང་དུད་འགྲོ་སྐྱེ་དགུའི་ལྷ་སྲིན་མ་ཡི་དུས་སྐབས་འགྲོ་མང་དུད་འགྲོ་སྲས་ལས་བྱང་བུ་རེད་ག་རེ་ཡིན་ནི་མིན་ནི་ང་རང་མིག་སྔུན་ནས་བསམ་པར་སྟོང་པ་ཡིན་ན་དོལ་པོ་གི་དཔེ་རྒྱུད་པོ་ཏི་རྒྱབ་སྐོར་ས་ཞིག་དེ་དཔར་སྐྲུན་བྱེད་ཐབས་བུ་རེད་དཔར་སྐྲུན་བྱེད་རྒྱུ་གི་ཡི་གེ་དེ་གཡར་པོ་གནང་བུ་རེད་དེ་ཚང་མ་ལ་ཁ་དྲི་ཁ་སང་མེད་བའི་ཆ་ནས་གཡར་པོ་གནང་བུ་དེ་བོན་པོའི་མཐུ་ཆེན་བོན་པོའི་རེད་བསམ་ནས་ཉི་མ་ད་ལྟ་མ་དེ་ལ་གུང་རྣམ་པ་འགའི་ཕྱག་ལས་ནང་དུ་གནང་བཞིན་པ་རེད་དེ་མཐུན་ལམ་བཅས་དགའ་བསུ་བཅས་ཡིད་ཆེས་བཅས་ད་རུང་ད་སོ་མ་འོངས་པ་ལ་ཡིན་ན་ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ནས་སྲུང་སྐྱོབ་བྱེད་རོགས་ཀྱིས་ཉམས་ཆག་མ་གཏོང་རོགས་ཀྱིས་ཞུ་རྒྱུ་ཡིན། དེ་མ་གཏོགས་ཟེར་དགོས་དམིགས་གི་མཐོང་གི་འདུག་ཡི་གེ་རྙིང་པ་མང་པོ་ཟེར་ས་ཆ་ག་བ་ག་བ་བསླབས་འདུག་དེ་ག་ནས་བྱུང་འདུག་ཚང་མ་ལ་ཡི་གེ་ཡོད་པ་རེད་དེ་འདྲུ་བྱེད་ཀྱི་བསམ་པ་སྐྱོ་པོ་ཡོང་གི་འདུག་དེ་ད་ག་རེ་ཡིན་ནི་མིན་ནི་ད་ལྟ་ཡོད་བསྡད་པ་དེ་ལག་ལེན་ཐབས་བསྡད་པ་དེ་ནི་ཤིན་ཏུ་བཀའ་དྲིན་ཆེན་པོ་འདུག་དང་རང་མ་འོངས་པ་ལ་ཡིན་ན་ཉམས་ཆག་མི་འགྲོ་ལེ་ཟེར་དང་མཐུན་རྐྱེན་དེ་ད་ཟེར་བཅད་དང་དངུལ་རེད་གནས་སྟངས་རེད། ད་ཟེར་ཡ་ཀྱེ་མ་ཀྱེ་གི་སྐད་ཆ་ཡོད་མ་རེད། ཡོད་བསྡད་པ་དེ་སྲུང་སྐྱོབ་ཡག་པོ་ཞིག་བྱེད་རོགས་ཅེས་ཞུས་ན་ཚང་མ་ལ་ད་ཞིག་མེད་དེ་དོ་པུས་འདི་མི་རེ་འདི་སྐྱ་དང་སའི་སྐད་ཆ་མི་འདུག་ག་རེ་ཡོད་པ་ཐམས་ཅད་ཀྱི་ཕ་ཤ་བུ་འཛིན་བྱས་ནས་ཚང་མ་གི་སང་ལ་ཡག་པོ་ཉར་ནས་ཡོད་བསྡད་པ་དེ་ཡག་པོ་ཞིག་ཉར་རོགས་ཅེས་དེ་ད་ཟེར་རྩ་ཆེ་ཤོས་ཞིག་རེད་འདུག་དེ་འདྲ་ཞུ་རྒྱུ་ཡིན།